ད་ལྟ་འགོ་འཛུགས་ཞུ་གི་ཡོད། གསར་འགྱུར་ཕྱོགས་བསྡུས་འདིའི་ནང་ལ་སྙན་སྒྲོན་ཞུ་རྒྱུ་ལ་དེ་རིང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་སྤུངས་ལ་ཞབས་སོར་བདེ་བར་འཁོད་གནང་མཛད་པ་དང། ཚེས་བཅུ་བཞི་ཉིན་མོར ྋགོང་ས་མཆོག་གིས་སྦེང་ག་ལོ་རུ་རུ ྋགོང་ས་མཆོག་གི་མཚན་ཐོག་གི་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་དབུ་འབྱེད་རབ་གནས་དང། ད་དུང་བོད་ཀྱི་སྨན་རྩིས་ཁང་གི་ཡན་ལག་ཞིག་དུས་ཀུན་ཏུ་གསར་དུ་བསྐྱོན་རྒྱུའི་ས་གཞིར་རབ་གནས་བྱིན་རླབས་མཛད་པའི་སྐོར་དང། རྒྱ་གར་བཞུགས་སྒར་རྡ་རམ་ས་ལར་བོད་ཀྱི་འབྲོག་པ་དང་བོད་ཀྱི་ཁོར་ཡུག་གི་སྐོར་ལ་ཟླ་བ་གསུམ་རིང་གི་འགྲེམས་སྟོན་ཞིག་དབུ་འཛུགས་གནང་ཡོད་པ། གི་ཤ་ཁུལ་གྱི་རྒྱལ་ཁབ་སི་རི་ཡའི་གྲོང་ཁྱེར་ཨ་ལ་པོའི་དམག་འཁྲུག་གི་གསེང་ལ་ཁ་ས་ཉེན་སྐྱོབ་ལས་དོན་ཞིག་སྤེལ་ཐུབ་ཡོད་པ་སོགས་བོད་དང་འཛམ་གླིང་གི་གཟའ་འཁོར་འདིའི་སྐབས་ཀྱི་གསར་འགྱུར་ཕྱོགས་བསྡུས་ཤིག་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་སྲིད་འཛིན་གྱི་ཕོ་བྲང་དུ་སྲིད་འཛིན Pranab Mukherjee མཆོག་དང་གནད་ཡོད་མི་སྣ་གཞན་དང་ལྷན་རྒྱས་ལ་མཇལ་འཕྲད་དང་མཛད་སྒོ་སོགས་ཀྱིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་དུ་མཛད་འཕྲིན་ཞིག་ལེགས་གྲུབ་ཀྱི་རྗེས་སུ། དེ་རིང་རེས་གཟའ་པ་སངས་ཀྱི་ཉིན་མོར་འབྲས་སྤུངས་ལ་ཞབས་སོར་བདེ་བར་ཁོད་གནང་མཛད་འདུག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་དེ་རིང་ཕྱི་ལོ་ཉིས་སྟོང་བཅུ་དྲུག་ཕྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་དྲུག་རེས་གཟའ་པ་སངས་ཉིན་རྒྱ་གར་ལྷོ་རྒྱུད་དུ་ཡོད་པའི་བོད་པའི་བཙན་བྱོལ་གཞིས་ཆགས་མོན་གྷོ་འདུས་སྐུ་གླིང་ལ་ཆིབས་བསྒྱུར་ཞབས་སོར་བདེ་བར་ཁོད་གནང་མཛད་འདུག། མོན་གྷོ་བདུད་རྒུ་གླིང་གི་ས་གནས་འགོ་འཛིན་སྐམ་མཐུན་འབྲུག་ལགས་ཀྱིས་ངོ་སྤྲོད་གནང་གསལ། དེ་རིང་དེའི་གོང་ས་མཆོག་ཆིབས་བསྒྱུར་ཚུལ་བརྒྱུད། བཅུ་དང་སྐར་མ་བཅོ་ལྔ་ལ་ཡར་ཞབས་སོར་འཁོད་གྲུབ་སོང་ལ་ཨ་ནེ་ཏེ་ཏཱ་རྟེན་འབྲེལ་ཡག་པོ་ཞེ་དྲག་བྱུང་སོང། བོད་པ་ཙམ་མ་ཚད་ཧི་མ་ལ་ཡའི་རི་རྒྱུད་ཁུལ་དང་སོག་ཡུལ་སོགས་ཀྱི་མི་མང་སེར་སྐྱ་ཕོ་མོ་རྒན་གཞོན་གྱིས་ཕེབས་ལམ་གྱི་གཡས་གཡོན་ལ་བང་བསྒྲིགས་ཏེ་ཞལ་མཇལ་དང་སྦྲགས་ཕེབས་བསུ་བཅར་བ་དང། སའི་འབངས་དང་བཅས་པའི་རྟེན་འབྲེལ་རྒྱ་ཆེན་ངང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དང་ཤར་པ་ཆོས་རྗེའི་མཁན་བླ་དགེ་འདུན་རྣམས་ཀྱི་གོང་ས་མཆོག་འབྲས་སྤུངས་བླ་སྤྱིར་གདན་འདྲེན་ཞུས་ཏེ་འབྲས་སྤུངས་བླ་སྤྱིར་རྟེན་འབྲེལ་གྱི་མེ་འབྲས་གཏད་སོང་འདེགས་འབུལ་ཞུས་རྗེས་གོང་ས་མཆོག་ནས་བོད་ཀྱི་གདན་ས་ཆེན་པོའི་མཁས་གྲུབ་གཉིས་ལྡན་རྣམ་པས་བསྟན་པ་དང་འགྲོ་བའི་དོན་ལ་མཛད་རྗེས་རླབས་པོ་ཆེ་ཡོད་པ་བཀའ་གནང་འདུག། ལོ་ཡུན་འདིའི་རིང་ལ་ངོས་ནས་མཁས་གྲུབ་གཉིས་ལྡན་གྱི་ལྟ་སྐྱེ་བོ་དག་པ་ག་ཚད་བྱུང་ཡོད་རེད།

གྲོང་སྡེ་དགུ་དང་བོད་པའི་དུད་ཚང་གཅིག་སྟོང་བརྒྱ་དང་བཅུ་གཉིས་མི་འབོར་གཅིག་ཁྲི་ལྔ་སྟོང་ཙམ་དང་བོད་ཀྱི་བྱེས་ཀྱི་གདན་ས་འབྲས་སྤུངས་དང་དགའ་ལྡན་བཅས་པ་ཡོད་སའི་བོད་པའི་བཙན་བྱོལ་གཞིས་ཆགས་དེའི་མགོ་འཛིན་གྱིས་གོང་ས་མཆོག་གི་མཛད་འཆར་ངོ་སྤྲོད་གནང་ཟེར་ལ། སང་ཉིན་ར་སྟོད་གྲྭ་ཚང་ལ་ཡ་ཕ་གའི་ཆོས་རྭ་གི་དབུ་འབྱེད་གནང་ཡ་ཅེས་བྱས། དེ་བཞིན་གྱི་ད་ལྟ་འདི་ཡང་གྲྭ་ཚང་ལ་ཡ་ཞབས་ཚོ་ཁོའི་གི་རྩམ་ཟིག་བས་ཞིག་མཛད་འཆར་ཞིག་འདུག་ན་ནི་གནང་ཉིན་ག་ད་ད་རེ་བཅོ་བརྒྱད་ནི་བཅུ་དགུ་ཉི་ཤུ་ཟེར་དེ་ནི་ད་ད་ཚེ་རིག་གི་སྒྲོལ་གླིང་དེ་བློ་གསལ་གླིང་གི་ད་ད་འདུ་ཁང་ཆེན་པོའི་ནང་ལ་ཨ་མི་རི་དང་བོད་ཀྱི་དཔེ་མཛོད་ཁང་སྐུ་སྒེར་གསུམ་གྱི་ཐུན་མོང་ངོས་ནས་ཕེབས་མཁན་ཉི་མ་གསུམ་རིང་ལ་ཡང་ཚེ་རིང་དང་སྒྲོན་གླིང་གི་གོ་སྒྲིག་འདུག་བློ་སེང་གླིང་འདུ་ཁང་ཆེན་པོའི་ནང་དུ་ཉི་མ་གསུམ་རིང་ལ་ཡང་ཐུགས་གཏན་འཁེལ་བྱས། ད་རེས་ཉིན་གསར་གཅིག་ལ་ཡང་དག་འབྲས་སྤུངས་ཕྱག་བཏབ་ནས་ལོ་ངོ་དྲུག་བརྒྱ་གྱི་མཛད་སྒོ་འདི་འབྲས་སྤུངས་བླ་སྤྱི་གི་ཆོས་ར་བདུན་ལ་ཡང་མཛད་སྒོ་སྲུང་བརྩི་བྱས། དེ་ཕྱོགས་མཚུངས་ད་ལྟ་མཛད་སྒོའི་སྐབས་ལ་ཡང་དགེ་བཤེས་ད་ང་ཚོའི་ད་ལྟ་ས་གནས་འགོ་འཛིན་ལས་ཁུངས་ཀྱི་ཐོས་གཞུང་ཞེས་པ་ཡིན་པས་ན་དགེ་བཤེས་དྲུག་བརྒྱ

བོད་མི་སྒྲིག་འཛུགས་ཀྱི་ཆོས་རིག་བཀའ་བློན་གྱི་གོ་སྒྲིག་འོག་ཡར་དུས་མར་འབྲས་སྤུངས་ཀླད་རྗེས་ཀྱི་ཚོམས་ཆེན་དགོན་གྲྭ་ལ་ཡར་དུས་མར་གོ་སྒྲིག་བྱེད་གནང་ཡས་རེད། ཚེས་བཅུ་བཞི་ཉིན་མོར་ཁོང་ས་མཆོག་གིས་སྦེང་ག་ལོ་རུ་རུ་ཁོང་ས་མཆོག་གི་མཚན་ཐོག་གི་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་དབུ་འབྱེད་རབ་གནས་དང་ད་དུང་ཉི་ཁུལ་དུ་བོད་ཀྱི་སྨན་རྩིས་ཁང་གི་ཡན་ལག་ཞིག་གསར་དུ་བསྐྱོན་རྒྱུའི་ས་གཞིར་རབ་གནས་བྱིན་རླབས་མཛད་འདུག། རྒྱལ་ས་ལྡི་ལི་རུ་མཛད་འཕྲིན་ལེགས་གྲུབ་ཀྱི་རྗེས་ལ་ཕྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་གསུམ་ཉིན་ཁོང་ས་མཆོག་རྒྱ་གར་གྱི་ལྷོ་རྒྱུད་གྲོང་ཁྱེར་སྦེང་ག་ལོ་རུ་ཆིབས་བསྒྱུར་ཞབས་སོར་འཁོད་གནང་མཛད་པའི་སྐབས། རྫོང་དང་ས་གནས་ཀྱི་རྒྱ་གར་གྱི་ཉེན་རྟོག་པའི་སྤྱི་ཁྱབ་དབུ་ཁྲིད་དང་བོད་པའི་མཁན་བླ་དགེ་འདུན་དང་དབུ་ཁྲིད་རྣམ་པ་དབུས་པའི་མི་མང་བརྒྱ་ཕྲག་གིས་དགའ་དད་གུས་པ་རྒྱ་ཆེའི་ངང་ཕེབས་བསུ་བཅར་འདུག་དེ་ཉིན་མཱི་སོར་དུ་ཡོད་པའི་རྒྱ་གར་གྱི་གཙུག་ལག་སློབ་གྲྭ་རྙིང་ཤོས་ཤིག་ཡིན་པ་མཱི་སོར་གཙུག་ལག་སློབ་གྲྭ་ཆེན་མོའི་མངའ་སྡེའི་ཉེན་རྟོག་པའི་རོལ་ཆའི་རུ་ཁག་གི་ཕེབས་བསུ་དང་བཅས་པའི་དགའ་དད་གུས་པ་རྒྱ་ཆེའི་ཕེབས་བསུ་རྒྱ་ཆེའི་ངང་ལ ྋགོང་ས་མཆོག་མཱི་སོར་གཙུག་ལག་སློབ་གྲྭ་དབུ་བརྙེས་ནས་ལོ་ངོ་བརྒྱ་འཁོར་བའི་དུས་ཆེན་དང་སྦྲགས། བསླབ་པ་མཐར་སོན་གྱི་དགའ་སྟོན་ཐེངས་དགུ་བཅུ་གོ་བདུན་པའི་མཛད་སྒོར་གདན་འདྲེན་ཞུས་ཏེ་གཙུག་ལག་སློབ་གྲྭའི་དགེ་ལས་སློབ་ཕྲུག་ཡོངས་ལ་བླང་དོར་བཀའ་སློབ་ཞུས་པ་མ་ཚད་མཱི་སོར་གཙུག་ལག་སློབ་གྲྭས་གོང་ས་མཆོག་ལ་གཙུག་ལག་གི་མཁས་པའི་དབང་པོའི་ཕྱག་འཁྱེར་ཞིག་ཕུལ་འདུག། ཚེས་བཅུ་བཞི་རེས་གཟའ་ལྷག་པའི་ཉིན་གྲོང་ཁྱེར་བན་གྷ་ལུ་རུར་ཉིས་སྟོང་དགུ་ལོ་ནས་ཕྱག་བཏབ་གནང་ཡོད་པའི་གོང་ས་མཆོག་གི་མཚན་ཐོག་གི་ཏཱ་ལའི་བླ་མ་མཐོ་རིམ་སློབ་གྲྭར་དཔལ་ལྡན་འགྱུར་མེད་གྲྭ་ཚང་གི་བཀྲ་ཤིས་པའི་འདོན་རྟ་དབྱངས་དང་བཅས། ཁོང་སོ་མཆོག་གིས་ཀར་ནཱ་ཀྲ་ཀའི་མངའ་སྡེའི་ནང་སྲིད་བློན་ཆེན Doctor G Parmeshwar དང་མཱི་སོར་གཙུག་ལག་སློབ་གྲྭའི་རིགས་བདག་གཞོན་པ Doctor KS Rangappa ལྷན་རྒྱས་ལ་མཐོ་རིམ་སློབ་གྲྭ་དེ་དབུ་འབྱེད་ཀྱི་རབ་གནས་གནང་འདུག་དབུ་འབྱེད་མཛད་སྒོ་དེའི་ཐོག་སློབ་ཕྲུག་རྣམས་ཀྱིས་གླུ་གར་དང་བཅས་དགའ་བསུ་རྒྱ་ཆེ་ཞུས་པ་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་དངོས་གྲུབ་ཚེ་རིང་མཆོག་ཀྱང་བཅར་གནང་འདུག་ཁོང་སོ་མཆོག་གིས་དགེ་ལས་རྣམས་ལ་བསྔགས་བརྗོད་གནང་འདུག་བོད་པའི་བཙན་བྱོལ་མི་སྡེ་ཞིག་གིས་ས་གནས་དེ་རུ་དཀའ་ལས་བརྒྱབ་སྟེ་འཛུགས་སྐྲུན་གྲུབ་འབྲས་མིག་མཐོང་ལག་ཟིན་ཞིག་ཡིན་པ་བཀའ་གནང་ཞིང། དགེ་ལས་རྣམས་དང་བོད་པའི་གཞོན་ནུ་སློབ་ཕྲུག་ཚོ་ལ ྋགོང་ས་མཆོག་གིས་བཀའ་སློབ་ཟབ་མོ་གནང་པའི་ཁྲོད་དུ། འདས་པ་དང་ད་ལྟ་མ་འོངས་བཅས་ཀྱི་ཐད་བླང་དོར་ལམ་སྟོན་གནང་ལ། རང་གི་ཀུན་སློང་དང་འདུན་པ་བཅངས་སྟངས་དེ་བོད་པ་ཁོ་ནའི་ཁེ་ཕན་ཙམ་མ་ཚད་འགྲོ་བ་མི་ཡོངས་ལ་ཕན་ཐོགས་ཡོང་པ་ཞིག་ནས་བློ་གྲོས་བསྒྲུབ་རྒྱུ་ལམ་སྟོན་གནང་འདུག། ང་ཚོ་ཐང་བ་བཙན་བྱོལ། ཀླད་པའི་ཁ་ཐུག་ལ་ཡང་ད་ང་རང་ཚོའི་ཅིག
ཆོས་དང་རིག་གཞུང་ཨེ་ན་ལྷག་པར་ལྟ་གྲུབ་ཅིག་གཏིང་ཟབ་མོ་ཅིག་ཡོད་ཐབས་དེ་ཡིན་ད་ང་ཚོ་ཅིག་ད་སོ་སོ་ལུང་པའི་ནང་ལོགས་ད་དེ་དེ་དཀའ་ངལ་ཞིག་འཕྲད་ཀྱི་ཡོད་རེད། ཧ་ལམ་ད་ཚིག་དམར་བོར་བཤད་པ་ཡིན་ན།

དེ་ཉིན་མཐོ་སློབ་དེའི་ཉེ་འཁྲིས་དུ་རིང་མིན་བོད་ཀྱི་སྨན་རྩིས་ཁང་གི་ཡན་ལག་ཞིག་གསར་དུ་བསྐྱོན་རྒྱུའི་ས་གཞིར་རྟེན་འབྲེལ་རབ་གནས་ཀྱིས་བྱིན་གྱིས་བརླབས་པ་གནང་འདུག། ཁ་ས་བན་ག་ལུ་རུའི་ནང་དུ་ཡོད་པའི་རྒྱ་གར་གྱི་རྒྱལ་ཁབ་ཀྱི་ཁྲིམས་ཀྱི་སློབ་གྲྭ་ཐོག་མ། རྒྱ་གར་གྱི་ཁྲིམས་ཀྱི་གཙུག་ལག་སློབ་གྲྭ། National Law School of India University། ཞེས་པས་དགའ་གུས་རྒྱ་ཆེ་ངང་ལ་གདན་འདྲེན་ཞུས་ཏེ་དགེ་ལས་སློབ་ཕྲུག་རྣམས་ལ་བཀའ་སློབ་ཞུས་འདུག་པ་དང། དགེ་ལས་སློབ་ཕྲུག་ཚོས་གོང་ས་མཆོག་ལ་བོད་ཀྱི་ཆོས་སྲིད་གཉིས་ཐད་ནས་བཀའ་འདྲི་ཞུས་པ་རྣམས་ལ་བཀའ་ལན་དང་བཅས་དུས་རབས་ཉི་ཤུ་རྩ་གཅིག་པའི་ནང་ལ་འཛམ་གླིང་འདི་འཚེ་མེད་ཞི་བདེ་ཞིག་ལ་འགྱུར་བར་ད་ལྟའི་གཞོན་སྐྱེས་ཚོའི་ལག་ཏུ་ཡོད་པ ྋགོང་ས་མཆོག་གིས་བཀའ་ཡང་བསྐྱར་གནང་འདུག། བོད་པའི་རང་དབང་དང་ཆབ་སྲིད་ཀྱི་བསྟི་གནས་རྒྱ་གར་བཞུགས་སྒར་རྡ་རམ་ས་ལ་རུ། རང་རིགས་ཀྱི་འབྲོག་པའི་མི་ཚེ་དང་བོད་ཀྱི་རང་བྱུང་སྣོད་བཅུད་ཀྱི་སྐོར་ལ་གོ་རྟོགས་སྤེལ་དོན་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་འགྲེམས་སྟོན་ཁང་དུ་ཟླ་བ་གསུམ་གྱི་རིང་ལ་འགྲེམས་སྟོན་ཞིག་འགོ་འཛུགས་གནང་འདུག། རེས་གཟའ་ལྷག་པའི་ཉིན་མོར་དཔལ་རྒྱལ་བ་ཀམ་པ་རིན་པོ་ཆེ་མཆོག་གདན་འདྲེན་ཞུས་ཏེ་རྩྭ་ཐང་ཞེས་པའི་འགྲེམས་སྟོན་དེའི་དབུ་འབྱེད་གནང་བ་སོགས་ཀྱི་སྐོར་ཞིག་རྒྱལ་མཚན་ཚེ་རིང་ལགས་ཀྱིས་བཅར་འདྲི་ཞུས་གནང་གི་རེད། བཞུགས་སྒར་རྡ་རམ་ས་ལར་ཡོད་པའི་བོད་ཀྱི་འགྲེམས་སྟོན་ཁང་གིས་ཉིན་དེ་རེས་གཟའ་ལྷག་པའི་ཉིན་དུས་སྟོང་རིང་གི་འགྲེམས་སྟོན་གྱི་ཁུངས་སུ་ཨོ་ཆུ་ཡཱ་བཞུགས་མཁན་དཔར་པ་དཀོན་མཆོག་རྒྱལ་མཚན་ལགས་ཀྱིས་བོད་ཀྱི་རྩྭ་ཐང་ཞེས་པའི་པར་གྱི་འགྲེམས་སྟོན་ཞིག་གོ་སྒྲིག་གནང་ནས་འགྲེམས་སྟོན་མཛད་སྒོ་དེ་བཞིན་སྒྲུབ་བརྒྱུད་བསྟན་པའི་སྲོག་ཤིང་དཔལ་རྒྱལ་དབང་ཨ་མ་པ་མཆོག་གིས་དབུ་འབྱེད་གནང་ཡོད་འདུག་པར་པ་དཀོན་མཆོག་རྒྱལ་མཚན་ལགས་ནི་མདོ་སྨད་རྫོགས་ཀྱི་འབྲོག་པའི་ཁྱིམ་ཚང་ཞིག་ཏུ་འཁྲུངས་ནས་ལོ་རབས་བརྒྱད་ཅུའི་ནང་སྐྱིད་བདེ་དགོན་དུ་སློབ་གཉེར་གནང་བ་དང། ལོ་རབས་དགུ་བཅུའི་འགོ་སྟོད་དུ་རྒྱ་གར་འཕགས་པའི་ཡུལ་དུ་ཕེབས་ནས། སྐྱེས་ཏེ་བྱིས་པ་གྲྭ་ཚང་ལ་ཡུད་ཙམ་གྱི་རིང་སློབ་གཉེར་གནང་བའི་རྗེས། ཕྱིས་སུ་སྐྱ་བབས་ནས་སྤྱི་ལོ་ཉིས་སྟོང་ལྔ་ལོར་ཨོ་སྟྲེ་ལི་ཡར་གནས་སྤོ་གནང་སྟེ། ཁོང་གིས་བོད་ཀྱི་པར་གྱི་འགྲེམས་སྟོན་ལུང་པ་འདྲ་མིན་གྱི་ནང་གོ་སྒྲིག་གནང་ཡོད་པ་རེད། དེ་ཡང་བོད་ཀྱི་འགྲེམས་སྟོན་ཁང་གི་འགན་འཛིན་སྐུ་ཞབས་བཀྲ་ཤིས་ཕུན་ཚོགས་ལགས་ཀྱིས།

དཔའ་བོ་དཀོན་མཆོག་རྒྱལ་མཚན་ལ་མི་ལོ་ཉི་ཤུ་རྩ་གསུམ་ཙམ་གྱི་རྗེས་རང་ཉིད་ཀྱི་ཕ་ཡུལ་ལ་ཐེངས་དང་པོ་བསྐྱོད་ནས་པར་ཁ་བརྒྱབ་སྐབས། ཕ་ཡུལ་གྱི་ཡུལ་ལྗོངས་དང་གནས་སྟངས་ཁག་ནི་ཡོངས་སུ་མི་འདྲ་བ་ཞིག་ཏུ་གྱུར་ཡོད་པའི་ཚོར་བ་དྲག་པོ་བྱུང་འདུག། དཀོན་མཆོག་རྒྱལ་མཚན་ལགས་ཀྱིས་རྩྭ་ཐང་ཞེས་པའི་པར་གྱི་འགྲེམས་སྟོན་དེའི་སྐོར་འདི་རླུང་འཕྲིན་ཁང་གི་གསར་འགོད་པར་འགྲེལ་བརྗོད་གནང་སྐབས།

རྩྭ་ཐང་ཞེས་པའི་འགྲེམས་སྟོན་དེར་པར་འདྲ་མིན་ཁག་ཉུལ་རྩ་གསུམ་ཡོད་པ་ནས་གསུམ་ནི་མཚོ་སྔོན་པོའི་འགྲམ་དང། གཞན་རྣམས་ནི་རང་ཉིད་སྐྱེ་འཚར་བྱེད་ཡུལ་ས་ཆ་དང། པར་ནང་ཡོད་པའི་མི་རྣམས་ནི་རང་གི་ནང་མི་དང། རང་ཉིད་སྒེར་དང་འབྲེལ་བ་ཡོད་པའི་མི་སྣ་ཁག་ཡིན་ཞེས་གསུངས་ཡོད་འདུག། ཀི་ཤ་ཁུལ་གྱི་རྒྱལ་ཁབ་སི་རི་ཡའི་གྲོང་ཁྱེར་ཨ་ལ་པོ་རུ་མེ་འཕེན་མཚམས་འཇོག་ལག་བསྟར་མ་ཐུབ་པར་གཟའ་འཁོར་འདིའི་སྐབས་ལ་ཡང་དམག་འཁྲུག་དྲག་པོ་མུ་མཐུད་དེ་འགྲོ་བ་མི་ལ་འཆི་རྨས་དང་གཏོར་བཤིག་ཡ་ང་བ་མུ་མཐུད་པའི་ཁྲོད་ཞིག་ལ་ཁ་ས་གློ་བུར་དུ་ཕྲུ་གུ་དང་བུད་མེད་རྒན་རྒོན་སོགས་པར་ཞི་བའི་མེ་དེ་གྲོང་ཁྱེར་དེ་ནས་ཉེན་གཡོལ་སླད་དུ་སྟོན་ཐུབ་པ་ཞིག་བྱུང་བ་སི་རོ་ན། གྲོང་ཁྱེར་ཨ་ལ་པོ་ཞེས་པ་དེའི་ནང་གི་རྫོང་ཁག་ནས་སི་རི་ཡའི་གྱེན་ལངས་སྡེ་བས་བཟུང་པའི་རྫོང་ཁུལ་ལྷག་པ་གཅིག་པོ་དེ་ནས་ཁ་སི་རེ་ས་ཕུར་བུའི་ཉིན་ནད་པ་སྐྱེལ་འདྲེན་བྱེད་མཁན་གྱི་རླངས་འཁོར་དང་སྤྱི་སྤྱོད་རླངས་འཁོར་ཕྱིར་ཐོན་སླེབས་པའི་གནས་ཚུལ་ཐོན་ཡོད་པ་རེད། དེ་ལྟར་གྱིས་དེ་རུ་དམག་འཐབ་རིགས་ཤིག་མཚམས་བཅད་པ་ཞིག་དང། སི་རི་ཡའི་གྱེན་ལངས་སྡེ་བས་ཤུགས་རྐྱེན་ཆེན་པོ་དང་བཙན་པོའི་ངང་བཟུང་ཐུབ་པའི་ས་ཁུལ་དེ་ནས། སི་རི་ཡའི་སྲིད་འཛིན་བཱ་ཤར་ཨལ་ཨ་སཱད་ཀྱིས་བཟུང་བའི་སྲིད་དབང་ལ་གྱེན་ལངས་ངོ་ལོག་ཆེན་པོ་ཞིག་ཕམ་ཉེས་བཏང་ལུགས་ཁ་གསབ་བཱ་ཤར་ཨལ་ཨ་སཱད་ཀྱི Twitter དྲ་རྒྱའི་ཐོག་གཟུགས་མཐོང་བརྙན་པ་ཞིག་བཞག་སྟེ་བརྗོད་ཡོད་པ་རེད། སི་རི་ཡའི་བྱང་རྒྱུད་ཀྱི་གྲོང་ཁྱེར་ཨ་ལ་པོ་ནི་གནའ་རབས་ཀྱི་ལོ་རྒྱུས་ལྡན་ལ་རྒྱལ་ཁབ་དེའི་དེང་གི་གདན་སར་དམག་འཁྲུག་དེ་ལོ་དྲུག་གི་གོང་དུ་འགོ་ཚུགས་པའི་གོང་དུ་མི་འབོར་ས་ཡ་གཉིས་ལྷག་བྱས་ཏེ་སི་རི་ཡའི་གྲོང་ཁྱེར་ཆེ་ཤོས་གཉིས་པ་དང་ཚོང་དོན་དང་དཔལ་འབྱོར་གྱི་བསྟི་གནས་ཤིག་རེད་འདུག་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོ་ནས་སི་རི་ཡའི་གྱེན་ལངས་བདེ་བས་བཟུང་འདུག་ཉེ་བའི་ཆར་ཨུ་རུ་སུ་དང་ཨི་རན་གཉིས་ཀྱིས་རྒྱབ་དཔུང་བཏང་སྟེ་སི་རི་ཡའི་བཱ་ཤར་ཨལ་ཨ་སཱད་ཀྱི་སྲིད་གཞུང་གིས་གྲོང་ཁྱེར་དེ་རུ་གནམ་ས་གཉིས་ཐད་ནས་རྒོལ་རྡུང་དྲག་པོ་བཏང་སྟེ་གྱེན་ལངས་ཀྱི་བདེ་བར་ཕམ་ཉེས་ཅི་ཆེ་བཏང་ཡོད་པ་རེད་འདུག་ཨུ་རུ་སུ་དང་ཨ་སཱད་ཀྱིས་གནམ་ཐོག་ནས་འབར་རྫས་ཀྱི་རྒོལ་རྡུང་སོགས་ལས་མི་མང་སྟོང་ཚོ་འདས་གྲོངས་དང་ཁྲི་ཚོ་རང་ཡུལ་ནས་གྱར། གནའ་རབས་ཀྱི་ལོ་རྒྱུས་ལྡན་པའི་གྲོང་ཁྱེར་དེ་རང་ས་རཱོ་རྡོ་རོར་གཏོར་ཡོད་པ་གནས་ཚུལ་ཐོན་གྱི་འདུག་སི་རི་ཡའི་དད་པ་མང་བའི་དམག་འཐབ་དེའི་ནང་གི་གནས་ཚུལ་གང་ལ་ཡང་ངེས་གཏན་མེད་པ་ཞིག་གི་སྐབས་དེར་གནས་ཚུལ་ཐོན་སའི་གཅིག་ལ་ཨ་ལ་པོ་རུ་ཁ་ས་སྔ་དྲོ་ནས་མེ་འཕེན་མཚམས་འཇོག་ཞིག་འགོ་བཙུགས་པ་དེ་ཉིན་གསུམ་གྱི་རིང་མུ་མཐུད་རྒྱུ་དང། དེའི་རིང་ལ་མི་མང་ཁྲི་ལྔ་སྐོར་ཉེན་ཡོལ་ལ་བཏང་འཆར་སྐོར་ཞིག་འདུག་འོན་ཏེ་གྱེན་ལངས་བྱས་ཏེ་འཐབ་མཁན་ཚོ་ལ་གནས་ཚུལ་ག་རེ་བྱུང་མིན་སོགས་ངེས་གཏན་མེད་པ་དང། ཨ་ལ་པོ་ནས་ཉེན་གཡོལ་ལ་ཐོན་མཁན་ཚོ་ནུབ་བྱང་གི་མངའ་སྡེ་ཨེ་དི་ལིབ་ལ་འགྲོ་ཉེན་དང་རིང་མིན་ཨེ་དི་ལིབ་དེ་སི་རི་ཡའི་གཞུང་དམག་གི་རྒོལ་རྡུང་གཏང་ས་ལྟུ་བ་ཞིག་ཆགས་ཉེན་གནས་ཚུལ་འདུག་ཨི་རན་གྱིས་རྒྱབ་སྐྱོར་བྱས་པའི་ཁ་ཆེ་ཤི་ཡ་གི་ཡུལ་དམག་དང་ཨུ་རུ་སུ་བཅས་ཀྱིས་བཱ་ཤར་ཨལ་ཨ་སཱད་ལ་རོགས་པ་བྱས་ཏེ་ད་ཆ་ཨ་ལ་པོ་དེ་བཱ་ཤར་ཨལ་ཨ་སཱད་ཀྱི་ལག་ཏུ་བསྐྱར་དུ་ཤོར་བ་ཡིས། སི་རི་ཡའི་གྱེན་ལངས་སྡེ་པ་ལ་འཐབ་ཇུས་དང་མཚོན་དོན་གཉིས་ཐད་ནས་ཕམ་ཁ་ཆེན་པོ་ཞིག་ཆགས་ཀྱི་ཡོད་འདུག་ཁ་ས་ཨ་རིའི་ཕྱི་སྲིད་དྲུང་ཆེ་སྐུ་ཞབས John Kerry གྱིས Washington དུ་བཀའ་མོལ་ཞིག་གནང་པའི་དུས་ལ Aleppo ཡི་གནས་ཚུལ་ནི་ཡ་ང་བ་དང།
Bashar al-Assad ཀྱི་བྱེད་སྟངས་ནི་མི་མང་སྡེབ་གསོད་བཏང་བ་དང་མི་འདྲ་བ་ཞིག་མེད་པ་གསུངས་ཡོད་པ་རེད། ཨ་ལ་པོ་ནས་མི་དམངས་ཉེན་གཡོལ་ལ་ཐོན་པའི་རླངས་འཁོར་བསྟར་པའི་ཉི་ཁུལ་སོགས་སུ་དེ་རིང་འབར་རྫས་ཀྱི་གཏོར་རྒོལ་བྱུང་བ་དང་ཉེན་སྐྱོབ་ལས་འགུལ་དེ་ཡང་བསྐྱར་མཚམས་འཇོག་བྱུང་འདུག། གསར་འགྱུར་ཕྱོགས་བསྡུས་འདི་མཇུག་སྒྲིལ་མ་ཞུས་པའི་གོང་ལ་བོད་དང་འཛམ་གླིང་གི་གཟའ་འཁོར་འདིའི་སྐབས་ཀྱི་གནས་ཚུལ་ཁག་ཅིག་གཤམ་ལ་གཟིགས་རོགས་གནང། ཉི་ཧོང་གི་སྲིད་དོན་ཚོགས་པ་འདྲ་མིན་ནས་ཚོགས་མི་ཁག་ཅིག་བསྡུས་ཏེ་ཉི་ཧོང་གི་གྲོས་ཚོགས་ཀྱི་ནང་དུ་བོད་དོན་རྒྱབ་སྐྱོར་ཚོགས་པ་ཞིག་གསར་དུ་གྲུབ་ཡོད་པ་ཉིས་སྟོང་བཅུ་དྲུག་གི་ཕྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་བཞིའི་ཉིན་གསལ་བསྒྲགས་གནང་སོང། ཉི་ཧོང་གི་ཤེས་རིག་བཀའ་བློན་ཟུར་པ་གྲོས་ཚོགས་འཐུས་མི་སྐུ་ཞབས་ཤི་མོ་མུ་ར་ཧ་ཁོ་པུན་མཆོག་ཉི་ཧོང་གི་གྲོས་ཚོགས་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་དེའི་ཚོགས་གཙོར་འཁོད་གནང་འདུག། ཉེ་ཆར་ཨ་རིའི་འདེམས་ཐོན་སྲིད་འཛིན་སྐུ་ཞབས Donald Trump གྱིས་ཨ་རི་དང་རྒྱ་ནག་གི་ཕྱི་འབྲེལ་འབྲེལ་ལམ་སྐྱོང་སྟངས་ཀྱི་འཐབ་ཇུས་ཀྱི་ལྟེ་བར་རྒྱ་ནག་གཅིག་ཞེས་པའི་སྲིད་ཇུས་ཤིག་འཛིན་དགོས་པ་བཟོས་ཡོད་པ་དེའི་ཐད་ལ་ཨ་མི་རི་ཀས་མུ་མཐུད་ནས་སྲིད་བྱུས་དེ་འཛིན་དགོས་པ་དགོས་པ་མ་སྲིད་པར་གསུངས་པ་དེ་ལ་རྒྱ་ནག་གཞུང་གིས་བློ་འཚབ་རྒྱ་ཆེ་སྟོན་བཞིན་པ་རེད། རྒྱ་གར་གཞུང་གིས་དངུལ་ལོར་གྱི་ཉུང་སྐྱོན་སེལ་ཐབས་ལ་རྒྱ་གར་གྱི་སྒོར་མོ་ཁྲག་ཁྲིག་ཆེན་མོ་ལྔ་ཐམ་པ་དངུལ་ཁང་བརྒྱུད་དེ་རྒྱལ་ཁབ་ནང་ལ་བཀྲམས་ཡོད་པ་ཁ་ས་སེ་བྲག་གནང་སོང། རྒྱ་ནག་གཞུང་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་ལ་ཉེ་སྔོན་ཨ་བོ་བརྒྱབ་ཡོད་པའི་གླིང་ཕྲན་དེ་ཚོའི་སྟེང་ལ་ཉེས་བཟུང་རིགས་ཀྱི་གོ་ལག་ཆ་འགྲིག་པའི་པར་རིས་ཁག་ཅིག་གཟའ་ལྷག་པའི་ཉིན་གསར་འགྱུར་བརྒྱུད་ལམ་ཁག་གི་ནང་དུ་ཐོན་འདུག། VOA ཨ་རིའི་རྒྱང་སྲིང་ཁང་གིས་རེས་གཟའ་པ་སངས་ཀྱི་ཉིན་བརྙན་འཕྲིན་དང་རླུང་འཕྲིན་སྐད་འཕྲིན་ངོ་དེབ་སོགས་བརྒྱུད་དེ་བོད་ལ་ཐད་ཀར་རྒྱང་སྲིང་ཞུས་པའི་ཀུན་གླེང་ལེ་ཚན་གྱི་སྔོན་འགྲོའི་གཟའ་འཁོར་གྱི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་སྙན་སྒྲོན་ཞུས་ཚར་བ་ཡིན། བོད་ཀྱི་སྔ་དྲོ་དང་ཉིན་གུང་མཚན་མོ་བཅས་ཀྱི་དུས་ཚོད་ལ་ཉིན་ལྟར་འདི་ག་ཨ་རིའི་རྒྱལ་ས Washington ནས Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་བོད་དང་འཛམ་གླིང་གི་ཉིན་རེའི་གནས་ཚུལ་རྣམས་རླུང་འཕྲིན་བརྒྱུད་ཆེད་ཐད་ཀར་བོད་ལ་རྒྱང་སྲིང་ཞུ་གི་ཡོད་པའི